ཨོ་བཀྲ་ཤིས་བདེ་ལེགས། དེ་ནི་དེ་རིང་ང་ཚོ་གཞིས་ཆགས་དགུན་ཆབ་མཛོད། རྩ་བ། ཨ་ནི་སློབ་ཚན་བཅོ་ལྔ་པ། ཨ་ནི་བསྟན་བཅོས་ཀྱི་དབྱེ་བ་ཟེར་བ་འདིའི་སྐོར་ལ། ནི་ང་ཚོས་འགྲེལ་བཤད་མདོར་བསྡུས་སུ་བརྒྱབ་ཡ་ཡིན། ནི་སྒང་དུ་སངས་རྒྱས་ཀྱི་བསྟན་པའི་དབང་དུ་བྱས་པའི། ནི་བསྟན་བཅོས་རྩོམ་པ་པོ་གི་མཚན་ཉིད་དང་བསྟན་བཅོས་ཀྱི་ཚེ་བསྟན་བཅོས་ཀྱི་སྐྱོན་དྲུག་དང་ཡོན་ཏན་གསུམ་ལ་སོགས་པ། ནི་དེ་བཤད་ཚར་བའི་རྗེས་ལ་བསྟན་བཅོས་ཀྱི་དབྱེ་བ་བཤད་པ། བསྟན་བཅོས་ཀྱི་དབྱེ་བ་ལ་ཆེད་ལས་ཀྱི་སྒོ་ནས་དབྱེ་བ་དང་ཤེས་བྱའི་སྒོ་ནས་དབྱེ་བ། ནས་བརྗོད་བྱའི་སྒོ་ནས་དབྱེ་བ་དང་གསུམ་ཡོད་པ་རེད། དེའི་ནང་ནས་དང་པོ། ཆེད་ལས་ཀྱི་སྒོ་ནས་དབྱེ་བ་ཟེར་བ། དེ་ཡང་ཆེད་ལས་སྒོ་ནས་རྒྱ་ཆེན་བསྡུས། དེ་འདྲ་ཅིག་གསུངས་འདུག་དེ་ག་རེ་གསུང་གི་ཡོད་པ་རེད་ལབ་ན་བསྟན་བཅོས་དེ་ལ་ཡང་ཆེད་ལས་ཀྱི་སྒོ་ནས་དབྱེ་ན་རྒྱ་ཆེན་བསྡུས། ཧ་ཅང་རྒྱ་ཆེ་བ་དེ་མདོར་བསྡུས་སུ་བརྗོད་པ་མདོར་བསྡུས་བྱས་པ་གི་དོན་དག་རེད། ཨ་ནི་ཧ་ཅང་རྒྱ་ཆེ་བ་མང་པོ་ཨ་དེ་འདྲ་ཉུང་ཉུང་བྱས་ནས་བརྗོད་པ་ཨ་དེ་གའི་རིགས་གཅིག། དཔེར་ན་ཨ་ནི་སློབ་དཔོན་དབྱིག་གཉེན་གྱིས་མཛད་པའི་མངོན་པ་མཛོད་ལྟ་བུ། དེ་ཨ་ནི་མངོན་པ་སྡེ་བདུན་གྱི་ཨ་ནི་བརྗོད་བྱ་ཧ་ཅང་རྒྱ་ཆེ་བ་དེ་མདོ་རུ་བསྡུས་ནས་བརྗོད་པ་རེད་ཡིན་ཙང་རྒྱ་ཆེན་བསྡུས། བསམ་མོ་རྣམ་རྒྱལ་འཁྲུགས་པ་སྡེབས་དང་གསུམ་ཞེས་བསླབ་པ་རེད། བསམ་མོ་རྣམ་རྒྱལ་བསླབ་པའི་དེ་དོན་བསམ་མོ་ང་ཚོ་མིའི་རང་ག་བ་སོ་སོ་སྐྱེ་བོ་ཕལ་བ་རྣམས་ཀྱིས་རྟོགས་མི་ཐུབ་པ་དེ་འདྲ་གསལ་བོ་བྱས་ནས་བཤད་པ་དཔེར་ན་མངོན་རྟོགས་རྒྱན། མངོན་རྟོགས་རྒྱན་གྱི་ཤེར་ཕྱིན་གྱི་ཤུགས་ལ་བརྟེན་པའི་ཤུགས་བསྟན། རྒྱ་ཆེ་བའི་ལམ་གྱི་རིམ་པ། རྒྱ་ཆེ་བའི་ལམ་གྱི་རིམ་པ་དེ་ཤེར་ཕྱིན་གྱི་སྐབས་སུ་དངོས་སུ་བསྟན་མེད་པ་རེད། ཡིན་ཙང་ང་ཚོ་མི་ཕལ་བ་ཅིག་གིས་ཤེར་ཕྱིན་ཀློག་པ་ཡིན་ན་ས་བཅུ་ལམ་ལྔ་ལ་སོགས་པ་ལམ་ཉམས་གླིང་གྱི་རིམ་པ་དེ་ཡག་པོ་ཅིག་ཧ་གོ་ཐུབ་ཀྱི་མེད་པ་རེད། ཡིན་ཙང་ཧ་གོ་མི་ཐུབ་པའི་རིགས་དེ་གསལ་བོ་བྱས་ནས་བརྗོད་པ་དེ་འདྲ་ཅིག་ལ་ཟབ་མོ་རྣམ་རྒྱལ། ལབ་ཀི་ཡོད་པ་རེད་ཟབ་མོ་རྣམ་རྒྱལ། འཁྲུག་པ་འདེབས་པ་འཁྲུག་པ་འདེབས་དང་གསུམ་མི་རུང་བ། འཁྲུག་པ་འདེབས་པ་ལབ་ན། དཔེར་ན་རྒྱལ་བའི་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས། བཀའ་བསྡུ་བྱེད་པའི་སྐབས་སུ། སྡེ་སྣོད་ཕན་ཚུན་ནོར་བ་ལ་སོགས་པའི་རིགས་དེ་ཚོ་གོ་རིམ་མ་ནོར་བར་སྡེ་ཚན་གང་ཡིན་པ་དེའི་ནང་དུ་ཇི་ལྟ་བ་བཞིན་དུ་བརྗོད་པ་དེ་འདྲ་ཅིག་ལ་འཁྲུག་པ་འདེབས་པ་ཞེས་ལབ་ཀི་ཡོད་པ་རེད་དཔེར་ན། རྒྱལ་བ་བྱམས་པ་མགོན་པོ་མཛད་པའི་མདོ་སྡེ་རྒྱན་ལྟ་བུ་རེད། ཨང་དེ་གསུངས་པ་རེད། ཡིན་ཙང་བརྗོད་བྱའི་སྒོ་ནས་དབྱེ་ན། ག་ཚོད་ཡོད་པ་རེད་ལབ་ན། རྒྱ་ཆེན་པོ་མདོར་བསྡུས་སུ་བརྗོད་པ་དང་གཅིག། ཟབ་མོ་རྣམ་བརྒྱད་དང་གཉིས། འཁྲིག་པ་སྡེ་པ་དང་གསུམ། ཨང་དེ་འདྲ་གཅིག་ཡོད་པ་རེད། བརྗོད་བྱའི་སྒོ་ནས་དབྱེ་ན། བཤད་བྱའི་སྒོ་ནས་དབྱེ་ན། བཤད་བྱ་སྤྱི་དང། བྱེ་བྲག་དགོངས་འགྲེལ་ལ། བཤད་བྱ་བཀའ་ཡི་དབང་དུ་བྱས་ན། བཀའ་སྤྱི་ཡི་དགོངས་འགྲེལ་དང་བྱེ་བྲག་གི་དགོངས་འགྲེལ་གཉིས་ཡོད་པ་རེད་ཟེར་སོང་བ་རེད། བཀའ་སྤྱི་ཡི་དགོངས་འགྲེལ་ལབ་ན་ག་འདྲས་རེད་ལབ་ན། དཔེར་ན། སྒྲ་ག་ལ་པ་དང་བཙན་སྒྲ་པ་ལྟ་བུ། ཚད་མ་སྡེ་བདུན་ལྟ་བུ་དེ་ཚོ་ནི་བཀའ་སྤྱི་ཡི་དགོངས་འགྲེལ་རེད་ཟེར་ལབ་པ་རེད། དེ་ག་འདྲའི་རེད་ལབ་ན་ཚང་མ་དེབ་བདུན་ལྟ་བུ་ཡིན་ན་དཀའ་བྱེ་བྲག་པ་ཤེར་རྐྱེན་གྱི་འགྲེལ་པ་རེད་ཟེར་ཡང་ལབ་པའི་ཡོད་མ་རེད་འཁོར་ལོ་དང་པོ་གི་འགྲེལ་བ་རེད་ཟེར་ཡང་ལབ་པའི་ཡོད་མ་རེད་གང་ལྟར་ནང་ལོགས་ལ་བདེན་པ་ཤེས་ལ་སོགས་པ་ནི་སངས་རྒྱས་ཀྱི་བཀའ་གྱི་དོན་དག་དེ་ཤེས་ཀྱི་ཡོད་པ་རེད་ཡིན་ན་ཡང་དཀའ་བྱེ་བྲག་པ་དེའི་འགྲེལ་བ་རེད་ཟེར་གྱི་ཡོད་མ་རེད་སངས་རྒྱས་ཀྱི་བཀའ་གཅིག་གི་དགོངས་འགྲེལ་རེད་སངས་རྒྱས་ཀྱི་བཀའ་གཅིག་གི་འགྲེལ་བ་རེད། འོང། དེ་འདྲ་ཅིག་རེད། སྒྲ་ག་ལ་པ་དང་ཚན་འདྲ་པ་ལ་སོགས་པ་སྟེ་ག་རེ་རེད་ལབ་ན་སངས་རྒྱས་ཀྱི་བཀའ་སྤྱི་ཡི། དོན་དག་ཧ་གོ་ཡ་ལ། མཐུར་ཕྱིན་དུ་འགྱུར་གི་ཡོད་པ་ཡིན་ཙང་དེ་ཡང་བཀའ་སྤྱི་གི་དགོངས་འགྲེལ་དུ་བརྩིས་ན་འགྲིག་གི་རེད། དེ་འདྲ་ཅིག་གསུང་གི་ཡོད་པ་རེད། འཁོར་ལོ་གསུམ་གྱི་ལྟ་སྤྱོད་ད་ལྟའི་དང་ཟིག་ལབ་པ་རེད། དེ་ག་རེ་གསུང་གི་ཡོད་པ་རེད་ཟེར་ན་བཀའ་ཆད་གྲགས་པ། དཔེར་ན། ཤེར་ཕྱིན་བུམ་པ་ལྟ་བུ་ལ་ཆ་བཞག་པ་ཡིན་ན། བཀའ་བྱེ་བྲག་པ་གཅིག་རེད། བཀའ་བྱེ་བྲག་པ་དེ་ལ་ལྟ་བའི་ཆ་གཙོ་བོར་འབྲེལ་བ་རྩ་བ་ཤེས་རབ་ལྟ་བུ་དང་སྤྱོད་པའི་ཆ་གཙོ་བོར་འབྲེལ་བ་མངོན་རྟོགས་རྒྱན་ལྟ་བུ། འོ་དེ་འདྲ་ཡོད་པར་དེ་ནང་བཞིན་དུ། བཀའ་དང་པོ་བདེན་བཞིའི་ཆོས་འཁོར་གྱི་ལྟ་བའི་ཆ་འབྲེལ་བ་དང་སྤྱོད་པའི་ཆ་འབྲེལ་བ་འཁོར་ལོ་ཐ་མའི། ལྟ་བའི་ཆ་འབྲེལ་བ་དང་སྤྱོད་པའི་ཆ་འབྲེལ་བ། འོ་དེ་འདྲ་དབྱེ་བ་ཕྱེ་ནས་ལྟ་བའི་ཆ་འདྲ་བ་དང་སྤྱོད་པའི་ཆ་འདྲ་བ་གཉིས་གཉིས་བྱས་ན་དྲུག་ལ་སོགས་པ་ཧ་ཅང་མང་པོ་ཡོད་པ་རེད། མདོར་ན། ཤ་ཤ་ཀ་ཡི་དབང་དུ་བྱས་པ་ཡིན་ན་ཀ་སྤྱིའི་དགོངས་འགྲེལ་དང་བྱེ་བྲག་གི་དགོངས་འགྲེལ་གཉིས་ཡོད་པ་རེད། དེ་ནི་བརྗོད་བྱའི་སྒོ་ནས་དབྱེ་བ་བསྟན་བཅོས་རང་ཉིད་ཀྱི་བརྗོད་བྱའི་དབང་དུ་བྱས་པ་ཡིན་ན་ནི་བརྗོད་བྱ་ཇི་སྙེད་པ་དང་ཇི་ལྟ་བ། བརྗོད་བྱ་ཇི་སྙེད་པ་ཟེར་བ་འདི་ཀུན་རྫོབ་ཀྱི་ཁྱུ། དཔེ་ཆ་བཞག་ན་མངོན་རྟོགས་རྒྱན་གྱི་བརྗོད་བྱ་གཙོ་བོ་དེ་ཀུན་རྫོབ་ཀྱི་ཆ། བྱང་ཆུབ་ཀྱི་སེམས་དང་ས་བཅུ་ལམ་ལྔ་ལ་སོགས་པ་ལམ་ཉམས་ལེན་གྱི་རིམ་པ་དེ་གཙོ་བོ་སྟོན་གྱི་ཡོད་པ་རེད་ཡིན་ཙང་དེ་ཚང་མ་ཀུན་རྫོབ་བདེན་པ་རེད་ཡིན་ཙང་ཇི་སྙེད་པ་བརྗོད་གཞི་གཙོ་བོར་བྱས་ནས་སྟོན་པའི་ནི་བསྟན་བཅོས་ཆགས་བསྡད་ཡོད་པ་རེད། དེ་ནི་ཇི་ལྟ་བ། ཇི་ལྟ་བ་ལབ་ན་བདེན་པ་གཉིས་ཀྱི་ནང་གི་དོན་དམ་བདེན་པ་གི་ནི་མིང་གཞན་པ་ཅིག་རེད་ཇི་ལྟ་བ་བརྗོད་གཞི་གཙོ་རུ་བྱས་ནས་དོན་མཁན་པས་ཆ་བཞག་ན་རྩ་བ་ཤེས་རབ་རྩ་བ་ཤེས་རབ་དང་དབུ་མ་འཇུག་པ་ལྟ་བུ་ཡིན་ན་གཙོ་བོ་དོན་དམ་བདེན་པ་སྟོང་པ་ཉིད་ཡང་ན་ཇི་ལྟ་བ་གཙོ་བོར་བརྗོད་པའི་བསྟན་བཅོས་རེད། མཐར་དང་རྣམ་མཁྱེན་གཙོ་བོར་སྟོན་རྣམས་ཏེ། དེ་གང་འདྲའི་ལབ་དགོས་རེད་ཟེར་ན་དཔེར་ན། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ། སྤྱོད་འཇུག། དང་དབུ་མ་རིན་ཆེན་འཕྲང་བ་འམ་དེ་འདྲ་ཡོད་ན། ས་བཅུ་ལམ་ལྔ་ལ་སོགས་པའི་རྣམ་གཞག་ཅག་གསུང་གི་ཡོད་རེད་དེ་གཙོ་བོ་དེ། དགེ་བའི་ཕན་ཡོན་དང་སྡིག་པའི་གཉིད་རྨུགས་ལ་སོགས་པ་གསུང་གི་ཡོད་པ་ཡིན་ཙང་ཐར་དང་རྣམ་མཁྱེན་ཐར་པའི་ཕན་ཡོན་དང་རྣམ་མཁྱེན་གྱི་ཡོན་ཏན་འམ་དེ་འདྲ་ཡང་ཡོད་རེད། མཐར་དང་རྣམ་མཁྱེན་གཙོ་བོར་བསྟོད་རྣམས་འདི་ཚོ་སྤྱིར་བཏང་བཀའ་སྤྱི་ཡི་དགོངས་འགྲེལ་དུ་བཞག་ན་ཡང་མ་འགྲིག་པ་མེད་པ་དེ་འདྲ་ཅིག་རེད། མདོར་ན་བརྗོད་བྱའི་སྒོ་ནས་དབྱེ་ན། བརྗོད་བྱ་ཇི་སྙེད་པ་སྟོན་པའི་བསྟན་བཅོས་དང་བརྗོད་བྱ་ཇི་ལྟ་བ་སྟོན་པའི་བསྟན་བཅོས། གཞན། ལམ་ཉམས་ལེན་གྱི་རིམ་པ་སྟོན་པའི་བསྟན་བཅོས་བརྗོད་བྱའི་སྒོ་ནས་དབྱེ་ན་གསུམ་ཡོད་པ་རེད།